ཡིན་ནའང་ཁོང་རྣམ་པ་གཉིས་ཀྱིས་རྒྱ་བར་མི་གཅིག་ལ་འཚེ་མེད་ཞུ་ཡ་གི་རྩ་བ་ཉིད་ནས་ད་བར་དུ་གནང་ཡོང་མ་གཏོགས་མ་འོངས་པ་ལ་གནང་གི་མ་རེད། དེ་ང་ལ་ཡིད་ཆེས་བརྟན་པོ་བྱེད་ཆོག་ཡ་གཅིག་ཆགས་དུས་རེད། དེ་ཡིན་པའི་ཚེ་ཁོང་རྣམ་པ་གཉིས་ཀྱིས་རྒྱ་བར་མི་གཅིག་ལ་འཚེ་མེད་ཞུ་ཡ་ཕར་ཆགས་རྒྱ་བར་མི་གཅིག་གི་དོན་དུ་སྲོག་བློས་བཏང་དགོས་ན་བཏང་ཐུབ་ངེས་མི་གཉིས་ཆགས་དུས་རེད་དེ་ཡིན་པའི་ཚེ་ང་ཚོ་ཡིད་ཆེས་བརྟན་པོ་བྱེད་ཆོག་རེད་ཚང་མ་དམ་ཆོས་ཀྱི་གནས་ཚུལ་ལ་ཡ་དེ་འདྲའི་གི་འཚེ་མེད་ཞུ་ཡ་དེ་དེ་འདྲའི་བྱེད་གི་རེད་བསམ་པའི་དོགས་པ་རྣམ་རྟོག་བྱེད་དགོས་མ་རེད་ཟེར་ནས་དང་པོ་དེ་གཅིག་ཞུ་ཡ་ཡིན། གཉིས་པ་དེ་དེ་ནི། ད་ང་རང་ཚོ་བ་ནི་ཆོས་རྒྱལ་ཆེན་མོའི་གི་བཀའ་ལུང་ཅིག་བབ་ཅེས་ནས་དེ་ལ་བརྟེན་ནས་ང་རང་ཚོ་སྤྱི་ཚོགས་ནང་ལ་མིག་གི་ཚོད་དཔག་འདྲ་མི་འདྲ་བྱེད་ཅེས་ནས་འདི་རེད་འདི་མ་རེད་ཟེར་ཡ་མ་འཐེན་ཅེས་ནས། ང་རང་ཚོ་དགེ་ལུགས་སྤྱི་ལ་ཡ་ཅིག་བལྟས་ཚེ་ང་རང་ཚོ་ནང་ཁུལ་ལ་ཡ་ནི་ཅིག། ད་འཁྲུག་ཆ་དོད་པོ་ཅིག་ཆགས་ཡས་ཉེན་ཁ་ཆེན་པོ་འདུག་དེ་རྣམ་པ་ཚོ་མགོ་ལས་ཡོང་གི་ཟབ་སྦྱོང་གནང་དགོས་ཡ་ཁྱེར་ཆེན་པོ་རེད་བསམ་གི་འདུག་སྐྱབས་མགོན་དོན་གྱིས་བཏབ་པའི་ད་བར་དུ་དངོས་གནས་དྲ་ནས་སྐུ་ལས་བསྐྱོན་བྱས་ནས་ཨ་ནི་ཆོས་རྒྱལ་ཆེན་པོ་ཕྱེད་དང་གཡུང་དྲུང་བོན་དང་བཅས་པ་རྡོག་རྩ་གཅིག་སྒྲིལ་བྱས་བྱས་ནས་སྐྱབས་མགོན་རིན་པོ་ཆེ་བཀའ་སྲུང་སྤྱི་སྒྲུབ་བྱས་ཏེ་ཆོས་ལུགས་མཐུན་སྒྲིག་ཐོག་ལ་ཧ་ལས་པ་རླབས་ཆེན་པོ་ཆགས་འདོད་རེད་དེ་ཚོ་རླབས་ཆེན་གྱི་དགོངས་གཞི་ཆེན་པོ་ཆགས་འདོད་ཙང་ཨ་ནི་ཁོང་གི་ཨ་འདི་ཅི་ཡོད། དགོངས་པ་དེ་ཚོ་ལ་ཡ་སྐྱོན་དང་དེ་འདྲ་ཡོང་མི་སྲིད་པ་མ་རེད་དེ་ཡིན་པས་ཙང་ཚང་མ་ཐམས་ཅད་ཀྱི་དེའི་ཐོག་ལ་ཡང་མོས་པ་ཟབ་ཟབ་གནང་དགོས་ཡ་ཆགས་བསྡད་འདུག་ཟེར་ནས་དེ་གཅིག་ཞུ་བས་དེ་ཡིན་པས་ཙང་ཁོང་རྣམ་པ་གཉིས་ཀས་ཨ་ནི་བསྐྱར་དུ་རི་བོ་དགེ་ལུགས་བོད་ཀྱི་སྤྱི་འཐུས་ལས་ཐོབ་ཡག་གི་ཨ་ནི་བརྒྱ་ཆ་བརྒྱ་ཐམ་པ་རྒྱབ་སྐྱོར་བྱེད་ཀྱི་ཡིན་ལ་སོ་སོའི་ངོས་ནས་དེ་ལ་ཡ་འུར་ཤོག་ཅི་ཡོད་པ་དང་དེ་ལ་ཕན་གྱི་ཡིན་ཟེར་ནས། དེ་གཅིག་ཤོས་ཀྱི་ཡིན། གཉིས་པ་དེ་དག་ང་རང་ཨ་ནི་དུས་སུ་དགེ་ལུགས་སྤྱི་འཐུས་ནས་ཤེས་འདོན་བྱས་ནས་ཨ་ནི་མདོ་སྟོད་སྤྱི་འཐུས་འོས་མི་ནང་ལ་དུས་སུ་ལངས་ཀྱི་ཡིན་ཨ་ནི་ཡང་རྣམ་པ་ཚོ་མདོ་སྟོད་ཀྱི་རྒྱ་ཆེའི་མང་ཚོགས་དོར་ནས་སོ་སོ་སྐབས་གཉིས་ལ་མདོ་ཁམས་ཆུ་བཞི་སྒང་དྲུག་དབུས་རྒྱན་བྱས་པའི་སྐབས་སུ་ཡིན་ན་རྒྱབ་སྐྱོར་ཚད་མཐོན་པོ་གནང་སོང་དང་མ་འོངས་པ་ལ་ཡང་དེ་ལྟར་གནང་ཡོད་ཀྱི་རེ་བ་དང་ཡིད་ཆེས་བྱེད་ཀྱི་ཡོད་ཟེར་ནས་དུས་སུ་ཞུ་ཡ་ཐུགས་ཆེ་བཀའ་དྲིན་ཆེ།